ད་དུང་པ་ཉལ་དེ་ལ་ཆུ་ཡི་ཟླ་མེད་དང་གང་ཟག་གི་ཟླ་མེད་གཉིས་ཡོད་རེད་དེ་གཉིས་རེད། ཆུ་ཡི་ཟླ་མེད་གང་ཟག་གི་ཟླ་མེད་གཉིས་ལ་ཕྲ་རགས་ཡོད་མ་རེད་གཅིག་པ་རེད་ཕྲ་རགས་གཅིག་པ་རེད། ཆུ་ཡོད་ཟེར་དུས་གང་ཟག་མ་ཡིན་པས། ཕུང་པོ་དང། ཕུང་པོ་ལྔ་ལ་སོགས་པ་ལ་ཆུ་ཡོད་ཟེར་གི་རེད་འོ་དེ་རང་བཞིན་གྱིས་གྲུབ་པའི་སྟོང་པ་དེ་ལ་ཆུ་ཡི་ཟླ་མེད་ཟེར་གི་རེད། གང་ཟག་སེ་ཨ་ང་ཁྱོད་སེ་ཨ་དེ་ཚོ་རེད། དེ་འདྲ་ཡིན་ཙང་གང་ཟག། སེམས་ཅན། ཡིན་ཕྱིན་ཆད་རེད་རང་བཞིན་གྱིས་མ་གྲུབ་པ་དེ་གང་ཟག་གི་ཟླ་མེད་རེད། གང་ཟག་གི་བདག་མེད་གང་ག་ལ་འཇིག་ལྟ་ཟེར་གི་མ་རེད། འཇིག་ལྟ་ཟེར་ཡ་དེ་རང་སྤྱོད་ཀྱི་བདག་འཛིན་གྱི་སྒོ་རེད་ང་ང་སྙམ་པའི་རང་གིས་རང་ལ་མིག་ནས་ང་སྙམ་པའི་བློ་ང་ང་ཤུགས་ཤུགས་ཀྱི་སྐྱེ་བ་གཅིག་ཡང་ན་ང་ཡི་ང་ཡི་བསམ་པ་གཅིག་ང་དང་ང་ཡི་བར་འཛིན་པའི་བློ་གཉིས་པོ་གང་རུང་རེད། འཇིག་ལྟ་ཟེར་དུས། མི་གཞན་པ་ལ་མི་ནས་རང་བཞིན་གྲུབ་པ་འཛིན་པའི་འཛིན་པ་དེ། གཞན་སྤྱོད་ཀྱི་འཛིན་པ་དེ་ལ་གང་ཟག་གི་བདག་འཛིན་རེད་དེ་འཇིག་ལྟ་མ་རེད་ཁོ་ལ་ང་ཡིན་བསམ་པའི་བློ་ངང་གིས་ཤུགས་ཀྱིས་སྐྱེ་གི་མ་རེད། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་སྟོང་ཉིད་ཡིན་པར་ན་རེ་རེད། སྟོང་པ་ཉིད་རེད་དེ་ཁོ་གཉིས་དབྱེ་བ་འབྱེད་དགོས་ཡ་དེ་ཕྲ་རགས་ཡོད་བ་མ་རེད། ཁོ་གཉིས་སྟོང་གཞི་གི་སྒོ་ནས་སྟོང་གཞི་ཆོས་ཡིན་པ་ལ་ཆོས་ཀྱི་བདག་མེད་སྟོང་གཞི་གང་ཟག་ཡིན་པ་ལ་གང་ཟག་གི་བདག་མེད། བདག་མེད་གཉིས་པོ་དེ་མ་རྟོགས་པ་ལ་འཁོར་བ་ལས་གྲོལ་ས་ཡོད་མ་རེད། བྱས་ཙང་ཐེག་ཆེན་གྱི་གང་ཟག་དང་ཐེག་དམན་གྱི་གང་ཟག་གང་གི་བློ་ཀའི་བདག་མེད་གཉིས་རྟོགས་དགོས་བ་རེད། བདག་མེད་འདི་ནི་འགྲོ་བ་རྣམས་སྤྲོས་ཕྱིར་ཆོས་གང་དང་གང་ཟག་དབྱེ་བའི་རྣམ་གཉིས་གསུངས། བདག་མེད་བདག་མེད་དེ་འགྲོ་བ་ན་འཁོར་བ་ལས་སྒྲོལ་བའི་ཕྱིར་དུ་ཨ་ནི་གསུངས་པ་རེད། དེ་ལ་གཉིས་ཡོང་དགོས་ཡ་དེ། ཏུང་བཞི་དེ་ལ་ཆོས་དང་གང་ཟག་གཉིས་ཡོད་པའི་དབང་གིས་བདག་མེད་དེ་ལ་ཆོས་ཀྱི་བདག་མེད་གང་ཟག་གི་བདག་མེད་གཉིས་བྱུང་བ་རེད་གསུངས་ཀྱི་ཡོད་རེད། ད་འདིའི་དོན་དག་བསམ་བློ་གཏོང་ཡོང་མི་འདོད། ཤེས་ཧེ་རུ་ཀ། ཧེ་ནི་ཀུན་གྱི་འབྱུང་གནས་སུ་སྤྱོད་པའི་སེམས་ཏེ།

ཅིག་གིས། ཆོས་ཀྱི་བདག་མེད་གྱིས་ཤིག་གང་ཟག་གི་བདག་མེད་གྱིས་ཤིག་མེད་ལ་དུས་ཚོད་དེ་སེམས་དང་རང་བཞིན་གྲུབ་པའི་སྟོང་པ་ཆོས་ཅན་ལབ་བཞག་པ་གི་མི་ངན་ཡོད་མ་རེད་སོ་སོའི་བསམ་བློ་བློ་གི་ཐོག་ལ་བཏང་ནས་རང་གི་སེམས་དང་རྒྱུའི་བདག་ཉིད་དང་གི་འབྲེལ་བལྟ་གི་འདུག་སེམས་དེ་བྱེད་པ་པོ་ཡིན་པ་དེ་རང་ངོས་ནས་གྲུབ་པར་རུ་ཆེན་འཛིན་གི་ཡོད་རེད་དེ་མ་གྲུབ་པ་དེ་ཆོས་ཀྱི་བདག་མེད་ཡིན་པ་རེད་བསམ་ད་རྒྱུའི་ཐོག་ནས་བསམ་བློ་གཏོང་དགོས་རེད་སྟོང་ཉིད་སྟོང་དགོངས་འདུས་རྩོད་པ་བྱེད་སྟངས་དང་འདྲ་གི་མ་རེད། རྩོད་པ་བྱས་ཁ་ཕག་ལོག་རྩོད་པ་དེ་ནང་ལོག་ལ་གཏོགས་ནས་སང་ལོ་གཏོང་ཞེན་པ་ཞིག་དགོས་ཀྱི་ཡོད་རེད། ད་ད་ནི་རང་གི་སེམས་དེ་སྤྱི་བཏང་རང་གི་གོ་གོ་འདས་ཉིན་གྱི་རྩ་བ་རིང་པ་རེད་ལྷག་པར་དུ་ད་ལམ་གྱི་སྐབས་སུ་བདེན་ཁོ་ན་བསྡད་ནས་ཁོ་ལོག་སྟོན་པའི་བདག་འཇུག་བདག་གཅེས་དགོངས་ཀྱི་ཡོད་རེད་དགོངས་པ་ཡི་ཙང་སེམས་ཁུལ་བྱས་ནས་ད་དུས་དེ་ནི་མ་སྲུང་འཁོར་དང་གཞལ་ཡས་ཁང་དང་ལྷ་ཚང་དེ་ནི་པའི་ཐུན་མ་དྲུག་གི་བར་གྱི་ལས་ཁག་ཚང་མ་ལ་སེམས་ཁུལ་བྱེད་དགོས་རེད།

པའི་ལྟ་མཁན་གྱི་ཟླ་མཚན་དེ་ངོ་ཤེས་ངོ། གང་ཟག་གི་ཟླ་མཚན་དེ་ག་འདྲའི་རིལ་བོ་ཅི་རེད་ཤེས་དགོས་རེད། ད་གང་ཟག་གི་ཟླ་མཚན་དེ་ག་རེད་ཟེར་ང་རང་ཚོ་ཁོའི་རྩ་བ་ཐོག་མའི་མ་རིག་པ་འཇིག་ལྟ་ཟེར་དེ་ཡ་དེ། ང་ང་ང་སྙམ་པའི་ང་རང་བཞིན་གྱི་སྤྲོ་བ་འཛིན་པའི་འཛིན་པ་དེ་རེད། ང་ང་ང་བསམ་པའི་ཤུགས་ཆེན་པོ་འཛིན་ཡོང་དུས། གང་ཟག་གི་འཇིག་ལྟ་རེད་ཐོག་མར་ང་འཛིན་དུས་ང་དེ་ལ་འཛིན་སྟངས་ག་ཡེ་ཡོད་མ་རེད། ང་སང་ལོ་ཆུང་ཆུང་བཅས་ཡོང་པའི་དགོངས་དུས་ང་ཡི་མཛེས་ཐང་ཤུགས་ཆུང་ཆུང་ཡིན་ཙང་ཕུང་པོ་ལས་སྨིན་གྱི་ཡོད་རེད། དང་པོ་དང་པོ་ང་ང་སང་ལོ་ཁོང་ཁྲོ་དེ་ལ་ང་ཤུགས་ཆུང་ཆུང་བཅས་དྲན་པའི་དགོངས་དུས་ཨ་ནི་ལུས་དང་ཕྱི་དང་སེམས། ང་འཛིན་གྱི་བློ་དེ་ལ་ཡང་ཕུང་པོའི་རྣམ་པ་ཤར་གྱི་ཡོད་རེད། དེ་ནི་ཤུགས་ཆེ་རུ་ཕྱིན་པའི་དགོངས་དུས་ང་དེ་ཤུགས་ཆེ་རུ་རང་ཧྲང་ཧྲང་བྱེད་བྱས་ཡོང་དུས་ང་ཁོ་ཕུང་པོའི་སྟེང་དུ་ཕུང་པོ་ལ་མ་ལྟོས་པ། ཁོ་ར་ཧྲང་ཧྲང་བྱེད་ཤ་ཡོང་དུས། ཐོག་མར་ང་བདེན་པ་གྲུབ་པ་ན་བ་ཤ་ཡོང་དུས་ཕུང་པོའི་ན་བ་ཤ་གི་ཡོད་དུས་པའི་ང་ཚན་ལྷན་ཅིག་མ་རེད། ད། ཡང་བརྗོད་དེ་ལ་དམིགས་ནས་ང་ཧྲང་ཧྲང་པ་དེ། ད། ཡུལ་བློའི་ཕར་བཏགས་པ་མ་ཡིན་པ་ཡུལ་ཁོ་རང་གི་སྟེང་ནས་ཚུར་སྣང་བ་ཆ་ལུགས་དེ་ལ་དམིགས་ནས་དེ་ང་བོ་ཉག་བོའི་བློ་དེ་བསྐྱེད་དུས་ཨ་ནི་ང་ཚན་ལྷན་ཅིག་ལ་འགྲོ་བ་རེད། ད་འོ་ན་ང་ཚའི་ལྷན་སྐྱེས་སྐྱེ་འོང་དུས་ག་འདྲ་རེད་ཟེར་ང་ཚའི་ལྷན་སྐྱེས་ཀྱི་བློ་དེ་ལ། ཕུང་པོ་བཞག་གི་མ་རེད། ཁ་དོག་དཀར་དམར་ཕྱི་རྟགས་བཞག་གི་མ་རེད་གཟུགས་རྟགས་བཞག་གི་མ་རེད་རང་རང་བ་གཅིག་གི་པའི་རང་ངོ་ནས་གྲུབ་འདུག་པའི་ཚོགས་དུག་ཐུག་གྲུབ་པའི་ང་རང་རང་ངོ་གཅིག་བཞག་གི་རེད། དེ་ང་ཚའི་ལྷན་སྐྱེས་རེད། དེ་ཐོབ་དབང་མེད་པ་ནི་སེམས་ཅན་ཐམས་ཅད་ལ་ཡོད་རེད། དུད་འགྲོ་ལས་ཡོད་རེད་ལྐུགས་པ་ལས་ཡོད་རེད་བྱས་ཙང་དེ་ང་ཚས་ལྷན་སྐྱེས་བྱས་ད་ལྷན་སྐྱེས་ཁོས་བལ་རུ་ང་སྐྱིད་པར་བཟུང་ཡོང་དུས་ང་སྐྱིད་མཚན་རང་སྐྱིད་མཚན་དུ་སྐྱིད་ཡོང་རེད་སྐྱིད་མཚན་གྱི་ཀོས་ནན་ལོང་དེ་ང་ཡག་པོ་བྱེད་ཉེན་འདོད་སྡུག་པོ་བྱེད་ཉེན་མ་འདོད་པ་ཡིན་ཙང་ང་ཡག་པོ་ཡོང་ཡག་གི་དོན་དག་ལ་ནི་བལ་ལས་མང་པོ་བྱས་ནས་དེ་ནས་གཞི་ནས་ཁོའི་ལས་ས་ནས་དགེ་སྡིག་མང་པོ་བྱས་ནས་སྐྱིད་མཚན་དེ་བལ་ང་ཚོ་ཕོངས་མཁན་གྱི་རྩ་བ་ཡིན་དགོས་ཡག་དེ་ཁོ་བ་ན་ཁོ་དང་དེ་འདྲ་རེ་བ་ཅིག་ཡིན་པ་རེད་ད། ང་ཚན་ལྷིང་སྐྱིད་དེ་གས། ཨ་ནི་གི་འདྲའི་བཟུང་གི་ཡོད་ན་ང་རང་བཞིན་གྱི་མ་གྲུབ་པ། མ་ཡིན་པ་ང་རང་བཞིན་གྱི་གྲུབ་པ་ཡུལ་དངོས་ནས་ཚུགས་གྲུབ་པ་བསྟོད་སྨད་དུ་གྲུབ་པ་ཚུགས་ཐུག་ཏུ་གྲུབ་པ་སུ་ལ་ཡི་རག་མ་སླེབས་པའི་རང་དབང་ཅན་དེ་འདྲའི་གཅིག་ཁོ་ལ་བྱ་གི་ཡོད་སྟངས་དེ་ཡིན་ཙང་ཁོས་དེ་འདྲ་ཅི་ཡོད་བསམ་འཛིན་གི་ཡོད་དེ། དེ་འཛིན་པ་ཡིན་ཙང་དེ་འཛིན་གི་ཡོད་རེད་ཏཱ་ལས་འཛིན་ལུགས། འོ་ད་འཛིན་པ་དེ་ང་ཚན་ལྷིང་སྐྱིད་ཀྱི་འཛིན་པ་གང་ཟག་གི་བདག་འཛིན་དེ། འོ། རུ་ནི་གང་ཟག་གི་བདག་ཏུ་འཛིན་པའི་རྣམ་རྟོག་ཟེར་ཁོ་རེད་གང་ཟག་གི་བདག་འཛིན་གྱི་རྣམ་རྟོག་དེ་རེད། གང་ཟག་གི་བདག་འཛིན་དེ་ང་ཚོ་སུ་གང་ག་ལ་ཡོད་དེ་འདུག་བ། བྱས་ཙང་གང་ཟག་གི་བདག་འཛིན་གྱི་རྣམ་རྟོག་དེ་ཡོད་རེད་ད་རྣམ་རྟོག་དེ་གི་ཕ་བཀོད་ནས་ལྟ་ལུགས་དེ་ག་འདྲ་བཀོད་བ་རེད་ཟེར་ན་ཁོས་བཀོད་ལུགས་དེ་ང་རང་བཞིན་གྱི་གྲུབ་པ་དེ་ག་བཀོད་གི་ཡོད་ཁོས་འཛིན་གི་ཡོད་རེད། རྣམ་རྟོག་གྲ་རྣམ་རྟོག་གི་གྲ་བས་བཀོད་ཟེར་དུས་རྣམ་རྟོག་དང་གྲ་བ་གཉིས་ཁ་ཁ་འགྲོ་བ་ཅིག་འབྲེལ་སྒྲ་རྒྱག་ཡོད་རེད་དེ། རྣམ་རྟོག་གི་གྲ་བས་བཀོད་པ་དེ་རྣམ་རྟོག་གི་བཀོད་པ་རང་རེད། རེ་བ་དེ་དཔེར་ན། ང་རང་ཚོ་མི་འདྲ་ཅི་ལ་ཆ་བཞག་ནས་འོ་ཁུལ་མི་ཁུལ་གྱི་ལག་པ་གི་ཅིག་བྱས་པ་རེད་ཟེར་ཡག་བྱས་ནས་ཁུལ་བྱས་པ་རེད་བ་དེ་དོན་དག་ཅིག་པ་རེད་བ་ལག་པ་ཁོ་དང་འབྲེལ་བ་རེད་དེ་ཁ་ཁ་མ་རེད་བྱས་ནས་བཀོལ་ཆོས་པ་རེད་དེ་ག་ནང་བཞིན་སྣང་སྟོང་གི་བྲལ་བས་བཀོལ་བ་དེ་རྣམ་སྟོང་གི་བཀོལ་བ་རང་རེད་བདག་འཛིན་ཁོ་རེའི་བཀོལ་ལུགས་དེ་རེད། ཁུལ་གྱི་བཀོལ་བའི་ཡུལ་དེ་ག་འདྲའི་ཅི་བསམ་བློ་འཁོར་འདུག་ན་སུ་ལས་མ་བསྟན་པ་མ་ཐོས་པ་རང་དབང་ཅན་གྱི་རང་རང་ཅི། ཁོས་འཛིན་གྱི་ཡོད་རེད་དེ་ཡོད་ན་གང་ཟག་གི་དག་ཡོད་དེ་རེད་ད། འཁོར་བའི་བསྟོད་སྨད་སྒྲུབ་བྱེད་དྲུག་ཡོད་ན། དེ་འདྲའི་གང་ཟག་གི་དེ་ཡི་བསྟོད་པ་མེད་པར་སྲོག་ལ་རག་མ་ལས་པ་རང་དབང་ཅན་གཅིག་ཡོད་ན། ཕུང་པོ་ལ་ཡང་རག་མ་ལས་པ་གཅིག་གོ། ཕུང་པོ་ལ་རག་མ་ལས་པ་ཡིན་ན། ཕུང་པོ་ལྔ་པོ་དེ་ཕག་བཞག་ཚར་ཁུ་གཉིས་བཅུ་གཅིག་ཡོད་དགོ་ཡོད་མ་རེད། ཕུང་པོ་དང་གཅིག་ཡིན་ན་ནི་ཕུང་པོ་ལྔ་ཡོད་པ་ནང་བཞིན་རང་གི་བདག་ཁོ་ཡང་ལྔ་ཡོད་དགོ་གི་རེད་ཡོད་མ་རེད་གཅིག་མ་གཏོགས་ཆ་ཡང་ཡོད་མ་རེད་རང་རང་གཅིག་རེད། ཕུང་པོ་ལྔ་ཡོད་བདེ་བ་རེད། ཕུང་པོ་དང་ཁ་ཁ་ཡོད་ན་གཟུགས་ཀྱི་ཕུང་པོ་བྷ་ཡ་བཞག་ཚོའི་ཕུང་པོ་བྷ་ཡ་བཞག་འདུ་ཤེས་བྷ་ཡ་བཞག་འདུ་བྱེད་སྣང་བཞི་བྷ་བཞག་ཚེ་ཁོ་འདི་རེད་ཟེར་བསྟན་བཅོས་དགོས་ཡོད་མ་རེད། དེ་འདྲའི་བསམ་བློ་གཏོང་ནི་གོ་སླ་འགྲོ་རེད། ཁོ་མེད་པ་ཡིན་ཚ་ད་དེ་ལྟ་བུའི་རང་ངོས་ནས་གྲུབ་པའི་བདག་དེ་མེད་པ་དེ་གང་ཟག་གི་བདག་མེད་རེད། ཕུང་པོ་ལ་སོགས་ཆོས་རྣམས་རང་བཞིན་གྱིས་གྲུབ་པ་མེད་པ་དེ་ཆོས་ཀྱི་བདག་མེད་རེད།

ཕན་ཚུན་བསྟོད་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཕུང་པོ་ལ་བསྟོད་པར་གདའ། བདག་བཞི་ལ་བསྟོད་པ་རེད། རང་འོག་ཏུ་གྲུབ་པ་རང་ངོས་ནས་གྲུབ་པ་ཚུར་ཐུག་ཏུ་གྲུབ་པ་ཟད་གཅིག་པ་རེད། སུ་གང་ལ་རག་མ་སླེབས་པར་རང་ངོས་ནས་ཚུར་གྲུབ་བསྡད་པ། རང་དབང་སྤྱད་ནས་གྲུབ་བསྡད་པ། ཚུགས་ཐུག་སྤྱད་ནས་སུ་ལ་ཡང་མ་ལྟོས་པར་ཁོ་ར་ཚུགས་པས་ཚུགས་ཐུག་བསྡད་པ། དེ་ཚོ་དོན་ལ་སྤྱི་པ་དགག་བྱ་རེད་དེ་ཡོད་མ་རེད་ད་སུ་ལ་ཡིན་ནའི། ལྟུང་བ་ཉེས་དགོངས་པའི་སྐོར་དུ་ཐོག་མ་ལྟུང་བ་ཉེས་མ་གཏོགས་པ་གང་ལ་ལྟ་བ་བཙལ་གི་ཡོད་ན། ཨ་ནི། པའི་བླ་མ་དཀོན་མཆོག་ལ་གསོལ་བ་དང་མེ་འབྲས་ཕུལ། བསགས་སྦྱོང་བྱས་ཨ་ནི་སང་ལོ་སྟོང་ནས་སྒོམ་འདིའི་སྟོང་ཉིད་བཙལ་དུས་རེད། ད་སྟོང་ཉིད་དེ་དུས་ཆེན་བཙལ་ཚར་རྗེས་ད་ལྟ་འདས་པའི་ཁེ་དབང་ཆོས་ཕྱོགས་བྱེད་དགོས་རེད། དཔེར་ན་བྱ་ཉི་འོད་ཁ་སང་ཁ་ཉིན། ཅི་མ་ཀ་ར་ཉི་འོད། ཆུ་ཀ་ལ་ནག་ལ་ཆུ་ཁྲི་ཤ་ནག་ལ་ཆུ་ཡོལ་བ་བྱས། ཀ་ཡོལ་ཉི་འོད། ཨ་ལི་ངན་ལ་འཛོམས་དགོས་རེད། ཨ་ནུ་ཆུ་ཚོད་ལ་ལྟ་ཨོ་ད་ལྟ་བྱ་ཞིག་འཐུང་གི་ཡིན་མོད་བྲག་སྲང་དེ་ལམ་སྲང་ཆུ་དེ་ཚ་པོ་བཟོས་བླུགས་བྱ་དེ་དེ་རྒྱག་ཅེ་ནེ་རྒྱག་ལམ་སྲང་དཀྲུག་དཀྲུག་དང་འཐུང་ཆོག་རེད། བད་གའི་གྲ་སྒྲིག་མ་བྱས་བད་ཀྱི་གང་འཐུང་ཅི་གནང་དེ། ད་ཆུ་ཚོད་ཟིང་ཤག་བྱ་ཞིག་འཐུང་གོ་སྲང་ཕག་ཆེན་དེ་བ་ཙ་ལ་འགྲོ་དུས་ཆུ་མེད་པ་བྱེད། ཆུ་ཡོད་ན་བྱ་མེད་པ་བྱེད་ཡང་ཡི་བྱ་ཉོ་ག་འགྲོ། ཡང་བྱ་ཚུར་བུར་ཁོག་ཡོང་དུས་ཅེ་ནེ་མེད་པ་བྱེད་ཅེ་ནེ་ཉོ་ག་འགྲོ། དེ་འདྲ་བྱས་ཉི་མ་གཅིག་ལས་བྱ་རག་གི་མ་རེད། ཨ་ནི་ལམ་རིང་དེ་ཡག་པོ་དགོང་མོ་དགོང་དགོང་ཟེར་བ་ཡང་དེ་རེད་ལམ་རིང་ཡག་པོ་འོག་ཅིག་དགོང་བཞག་ཡོད་ན། ཨ་ནི་སངས་རྒྱས་ཆུ་ཐང་གི་སྣོད་ལ་རྟག་ཏུ་འདང་བཅས་སུ་ཆུ་དེའི་ལམ་རིང་ནང་གི་ལྕགས་འབྲུ་དེ་ལྷང་འདྲི་གང་ཡོང་གི་རེད། སངས་རྒྱས་ཆུ་ཐང་ཚོགས་ཆུ་ལ་ཅུང་སེམས་ཅན་དོན་དེ་རུ་རུ་ཆེ་བདག་གི་ཅུང་སེམས་ཅན་ཚོའི་སེམས་བསྐྱེད་དེ་ལམ་སང་བསྟན་ཡོང་གི་རེད་སུ་འབའ་བ་ཞུ་དུ་ཚ་བ་དུ་མ་སུ་དེ་སྟོང་པ་ཉན་ཕེ་གི་ཡོད་དེ་བ་འདས་ཁེ་ཡོང་ག་ག་འདི་མཚུངས་དེ་ཡོད་རེད་ཅེས་ཆོས་ཆོས་ཡོད་རེད་དེ་མེད་ན་ད་བཙལ་གི་བསྡད་དགོས་བྱུང་ན་ཉི་མ་གཅིག་ལས་ཡས་པའི། རུ་གུ་འདིར་ཐུག་གི་མ་རེད། ཡིན་ནའི། སྟོང་པ་ཉིད་དེ་བསྒོམ་པའི་སྐོར་དུ་ང། གང་ཟག་གི་བདག་མེད་བསྒོམ་པའི་སྐོར་དུ་ང་ང་ང་སྙམ་པའི་བློ་དེ་ག་འདྲའི་གཅིག་གི་འདུག་ན་ཨ་ལེས། པའི། ཤེས་བཞིན་གྱི་བྱ་ར་བཅད་ནས་ཁོ་ཡར་སྐྱེས་བཅུག་ནས་ངོ་ཤེས་འགོ་རེད། ཤེས་བཞིན་གྱི་བྱ་ར་བཅད་ནས་ང་དེ་ག་འདྲའི་དྲན་གི་འདུག་ད་དུས་ང་ཡག་པོ་ཅིག་དྲན་རོགས་བྱེད་ཀི་ཡོད་མ་རེད་ཡང། རྐུན་མ་ཀྲོང་ཉལ་དེ་གི་སྒོ་ནང་དུ་ཀྲོང་ངུ་བསྡད་ནས་རྐུན་མ་ཡོང་གི་མ་རེད་པ་གབ་སྡོད་ཀི་རེད་པ་དེ་བ། དེའང་ནང་བཞིན་ཤེས་བཞིན་དེ་གསལ་པོ་ཕྱི་དག་བྱས་ཤིང་ངར་འཛིན་ཅི་གི་ཡོད་མ་རེད། ངར་འཛིན་ཅི་ཡོང་དུས་ཤེས་བཞིན་གྱི་རིག་པ་བྱེད་དགོས་རེད། རྐུན་མ་དྲུང་ཉེ་དེ་བར་གྱི་ཁོག་ཁུག་ནང་ལ་འཇབ་བསྡད། རྐུན་མ་ལས་བྱུང་ན་སྟ་གོན་ནས་སེམས་ཚོར་ནི་ཡག་པོ་ཡོད་རེད། སྟོང་པ་ཉིད་དགོངས་པའི་གོ་ལ་ཡིན་ནའི་ཐོག་མར་མེ་འབྲས་བུའི་བསགས་སྦྱོང་བཅས་གསོལ་བ་བཏབ། གར་བྱེད་དགོས་ན་བར་ཆད་ཅིག་བཏོན་དགོས་ན་བཏོན། ཨ་ནི་བསགས་ལོག་སྟོང་པའི་གོ་དུས། ཨ་ནི་ང་ང་ང་བསམ་པ་དེ་ག་འདྲ་བྱེད་ཀྱི་འདུག་ད། བའི་བསྟོད་ར་གཏོང་མཁན་འདྲ་པོ་དེ་འདྲ་བྱུང་ན། ངས་ཁྱེད་བྱུང་ཉལ་ན་དུས་ཚོད་བཟང་འདུག་དེ་མ་བྱུང་ནས་ཁྱེད་ཡོང་པའི་ཁུལ་རེད་པོ་ཁྱེད་ཀྱིས་ང་ལ་ཁྱོད་ཡག་པོ་རེད་ཁྱོད་མི་ཡག་པོ་རེད་འཇོན་པོ་རེད་རྒོད་པོ་རེད་མི་བཟང་པོ་རེད་ཟེར་མང་པོ་ལབ་བྱུང་ན་དགའ་ལྷང་ལྷང་བྱེད་ཀྱི་རེད། ཨ་ཨོ་ང་དངོས་གནས་ཁྱེད་རེད་དྭ་ད་ལྟ་ང་ལྟ་ཅིག་རེད་བསམ་པར་དཔེ་ཨ་ནི་དེའི་གོང་ནས་ཡར་བཀྱག་ཡོང་ངེས་འདྲ་ཅིག་ཡོང་གི་རེད་དེ་དུས་ང་དེ་མཆན་བུ་གཅིག་དྲན་གྱི་ཡོད་རེད་ཨ་ནི་ལམ་སང་ཤེས་བྱེད་ཀྱི་རིགས་པ་བྱས་ནས་གུས་འབྲས་ཅིག་དྲན་གྱི་འདུག་ལྟ་བཞག་གོ་རེད། ཡང་གཅིག་གིས་སྨན་ར་དང་བྱ་ཡི་གདུགས་ཅག་རེད་རྐུ་མ་རེད་ཁྲམ་པ་རེད་མགོ་སྐོར་གཏོང་མཁན་རེད་ལས་འབྲས་མི་བརྩི་མཁན་རེད། བཞི་པོ་གཅིག་རེད་མེ་དབིངས་རེད་ཟེར་པའི་གདུགས་ཅག་བཞི་པོ་གཅིག་པའི་མ་ཉེས་ཁ་གཡོག་བྱེད་བཙུགས་བྱུང་ན། བརྩི་བ་ཟ་གི་དང། བརྩི་བ་ཟ་ནི་བས་ཁོས་ངས་ཁྱེད་ཡ་ཅིག་ཟེར་བྱུང་ད་ལྟ་ཡ་ཅིག་ཟེར་གི་འདུག་ཁོས་ང་ལ་ཅིག་ཟེར་ནས་བསམ་བརྩི་བ་ཡ་ཡ་ཡ་ཡ་ཟ་འོང་དུས་ཡ་ནི་བས་ཧ་ལམ་དངུལ་ནག་ཡིན་ཤས་ཤོག་ཡོང་དུས་ང་སྐྱོན་མེད་ངས་ལས་ཁུར་ཡིན་ལབ་ནས་བསམ་ནི་བས། བཞི་པོ་གཅིག་བརྩི་བ་ཟ་ཡོང་དུས་ཁོ་པ་ནང་ལ་མ་ཆོད་ཡོད་དུ་ཅིག་ང་དེ་བས་ཆེན་པོ་ཅིག་ང་ང་བསམ་པ་དེ་ང་རང་རང་ཞིག་པོ་ཅིག་ཡོང་རྒྱུ་ཡོད་རེད། དེ་དུས་ང་དེ་ག་རེ་རབ་ཅིག་འདུག་བལྟ་གོ་ཡ་ཡ། ང་དེ་ང་དེ་ལ་མགོ་དང་ལག་པ་ཇི་ལྟར་བཏགས་ཡོད་མ་དེ་གནས་པའི་ཧྲང་ཧྲང་པ་ཅིག་ཡོད་རེད་སོ་གང་ལ་རག་མ་ལས་པ་ཨོང་ཆེན་པོ་ཅིག་དེ་ག་འདྲའི་མཛེས་ཀྱི་འདུག་བལྟ། ཡང་དགའ་པོ་ཅིག་སྟོད་ར་སྟོང་དགའ་དུས་ག་འདྲ་འདུག་བལྟ་ཡང་མེད་ར་སྟོང་བརྩི་བ་ཟ་དུས་ག་འདྲ་འདུག་བལྟ་ཁོ་གཉིས་གཅིག་པ་ཡོད་རེད་དེ་ཡག་པོ་བས་ངོས་འཛིན་ནས་ཨ་ལས་ཡོད་མ་རེད་མ་ལབ་བྱས། མ་བསམ་པ་ཅན་ད་ཡག་པོ་ཅིག་ངོས་འཛིན་དེ་པའི་གནད་འགག་དེ་དགག་བྱ་དེ་ཡག་པོ་ཅིག་ངེས་དགོས་བ་རེད་ད་དེ་ཡག་བཞག་ཡོང་དུས་ང་མེད་ད་ནི་རེ་ཞིག་འདུག་བསམ་ཡག་ཡོད་མ་རེད་ང་དང་ཁོ་གཉིས་ཁ་ཁ་འཆི་གི་མ་རེད་སྟོང་པ་ཉིད་མ་རྟོགས་པའི་རིང་ལ་ཐ་སྙད་ཀྱི་ང་དང་རང་བཞིན་གྲུབ་པའི་ང་གཉིས་ཁ་ཁ་ཙག་འཆི་ཐུབ་གི་ཡོད་མ་རེད་བྱས་ཙང་ང་རང་རེད་ད་ང་དེ་དེ་འདྲ་ཅིག་འདུག་བསམ་ད་ང་དེ་ལས་པའི། སུ་ལ་རག་ལས་ཀྱི་ཨ་འདུག། སུ་ལ་ལྟོས་དགོས་ཀྱི་ཨ་འདུག་དུ་སུ་ལ་ཡང་མ་བསྟན་པར་སུ་ལ་ཡང་རག་མ་ལས་པར་བུ་གཅིག་པའི་རང་རང་ཇི་ཡོད་རེད་ཡོད་ནི་ཡོད་ཤག་ཅེས་ད་ཁོ་ཡོད་པ་བཞི་བཞག་ད་ཁོ་བཙལ་དགོས་རེད་དེ་ག་བར་འདུག་བཙལ་ནས་དེ་གནས་གཞིའི་སྒོ་ནས་སྤྱོད་པ་བྱས་ན་ལས་སླ་པོ་ཡོད་ཐོག་ངས་སྟོང་ཉིད་ཐོག་མར་དགུང་སྟོང་བཤད་ཀྱི་ཡོད་ད་ཐ་ན་འདི་ཡི་གེ་གསུང་གི་དོན་དག་ཙག་ལ་བཤད་གི་ཡོད་མ་རེད། ཨ་ནེ་འོ་དེ་སོགས་ལ་ཡི་རངས་མ་སླེབས་པར་རང་དབང་ཅན་ཅིག་ཡོད་ཡིན་ཙང། སྤྱི་བཏང་ཡོད་པའི་ཞོག་གུ་དེ་གཅིག་ཐ་དད་གང་རུང་ཡོད་དགོས་རེད། ཤེས་བྱ་ཐམས་ཅད་སུ་འདྲ་ཅིག་ནས་ཡང་ན་གཅིག་ཡིན་དགོས་རེད་ཡང་ན་ཁག་གཉིས་གསུམ་ཡན་ཆད་ཀྱི་ཐ་དད་ཡིན་དགོས་རེད་ཡང་ན་གཅིག་པ་ཡིན་དགོས་རེད། དེ་ནི་སྤྱི་བཏང་གི་ཁྱད་པར་དེ་ཡིན་དགོས་རེད། དེ་ཡིན་ཙང་ཡོད་ནི་གཅིག་དང་ཐ་དད་གང་རུང་དུ་ཡོད་དགོས་ཚར་ནི་མེད་པ། ད། ཡོད་ཕྱིན་ཆད་ཕུང་པོ་དང་གཅིག་དང་ཕུང་པོ་དང་ཐ་དད་གང་རུང་དུ་ཡོད་དགོས་པ་རེད། དེ་མེད་ན་མེད་འགྲོ་རེད་ད། ཨིན། སེམས་དཔའི་ངག་རང་རང་བ་དགག་བྱའི་ངག་ད་དགག་བྱ་ཟེར་གི་རེད་བ་དགག་བྱའི་ངག་དེ་བས་སེམས་ལ་ཉག་ནས། ད་དེ་ཕུང་པོ་ལྔ་དང་གཅིག་ཨ་འདུག་ཐ་དད་དུ་ཨ་འདུག་གཅིག་དང་ཡོད་ན། ཕུང་པོ་ལྔ་ཡོད་བ་ནང་བཞིན་ཁོ་ལྔ་ཡོད་དགོས་པ་རེད་ལྔ་ཡོད་མ་དང་གཅིག་ལས་བཞག་གི་ཡོད་མ་རེད། ཕུང་པོ་ལ་ལྔ་ཡོད་རེད། ད་ནང་བཞིན་གཟུགས་ཀྱི་ཕུང་པོ་དང་གཅིག་ཏུ་ཡོད་ན་གཟུགས་ཀྱི་ཕུང་པོ་དེ་ལ་ཆ་ཤས་ཆེ་ན་མགོ་བོ་ལག་པ་རྐང་པ། ནི་ད་ནང་བཞིན་གྱི་ཆ་ཤས་མང་པོ་མཆིས་འོང་དུས་ཡན་ལག་གཉིས་ལ་མང་པོ་ཅིག་མཆིས་ཀྱི་ཡོད་རེད། ཁོ་ལས་ཆེ་ཡག་ཡོད་མ་རེད་ང་རང་མ་གཅིག་མ་གཏོགས་ཡོད་མ་རེད། དེ་རང་དབང་ཅན་ཅིག་རེད། ད། ཕུང་པོ་དང་གཅིག་མ་རེད་བསམ་ཐག་ཆོད་འོང་གི་རེད། ད་ལྟ་གང་ནང་བཞིན་གཟུགས་དང་ལྕེ་མ་ཡིན་ན་ཚོར་བ་དང་ལྕེ་ཡང་རེད་ཚོར་བ་ལ་བདེ་སྡུག་བཏང་སྙོམས་གསུམ་རེད། འདུ་ཤེས་ལ་ཡང་ད་ག་ནང་བཞིན་འདུ་ཤེས་དྲུག། འདུ་ཤེས་ཀྱི་ཚོགས་དྲུག། འདུ་བྱེད་ལ་ཡང་བདེན་མེད་འདུ་བྱེད་དང་མཚུངས་ལྡན་གྱི་འདུ་བྱེད་གཉིས། ད་ཕུང་པོ་གང་གཱ་པའི་ཆུ་ལྟར་བཏང་ཡོང་ནས་ཁོ་ཡོད་མ་རེད། ད་ཕུང་པོ་དང་གཅིག་ཏུ་མེད་ན། ཕུང་པོ་གང་གཱ་ལོ་ཤེས་དགོས་རེད་དེ་ཨ་ལི་ཕུང་པོ་གང་གཱ་ཤེས་ཀྱི་མེད་པ་ང་ཚོས།
གཅིག་ལས་མ་གཏོགས་གསུམ་མི་དགོས་དཔེ་དེ་འདྲས་རེད་གསུངས་བྱུང་འདུག་ཕུང་པོ་དང་གཅིག་ཡོད་ན་ཕུང་པོ་ལྔ་ཡོད་བ་ན་ཆ་ང་དེ་ལྔ་ཡོད་དགོས་རེད་ཡང་ན་དེ་ནི་མེད་ཡོད་མ་རེད་གཅིག་རེད་ཡང་མ་ན་ང་གཅིག་ལས་མེད་པ་ན་ཆ་ཕུང་པོ་ལྔ་པོ་དེ་གཅིག་ཡིན་དགོས་རེད་དེ་ཡང་མ་རེད་ཕུང་པོ་ལྔ་ཡོད་དེ་རེད་ད་ཕུང་པོ་དང་གཅིག་འདུག་མི་འདུག་བསམ་པའི་བློ་ཐག་མ་ཆོད་གི་བར་དུ་བརྟག་དཔྱད་བྱེད་ད་འོ་ན་ཁ་ཁ་ཡོད་དགོས་རེད་ཡང་ཁ་ཁ་ཡོད་ན། ད་དང་པོ་ང་ངོས་འཛིན་པ་དེ་དགག་བྱ་ངེས་པའི་གནད་ཅེས་པ་རེད་གནད་འགག་གཅིག་དེ་རེད། ད་ཡོད་ནི་གཅིག་ཐ་དད་གང་རུང་དུ་ཡོད་དགོས་པ་དེ་མེད་ན་མེད་ཐབས་ཡོད་ཐབས་མེད་ཟེར་ཡག་དེ་ཁྱབ་པ་ངེས་པའི་གནད་རེད་ཡོད་ནི་གཅིག་ཐ་དད་གང་རུང་དུ་ཡོད་པའི་ཁྱབ་པ་རེད། གཉིས་རེད་ཁྱབ་པ་ངེས་པའི་གནད་རེད། ད་ད་ལྟ་ཕུང་པོ་ང་དང་གཅིག་ཏུ་ཨ་འདུག་མི་འདུག་ཟེར་ཏེ་གཅིག་ཏུ་མི་འདུག་བསམ་བློ་ཐག་ཆོད་ཡག་དེ་བདེན་པའི་གཅིག་བསྒྲིལ་གྱི་གནད་རེད། ད་བུ་མོ་ང་དང་གཅིག་ཏུ་མེད་པ་ཐག་ཆོད་གསུངས་ད་ཁ་ཁ་ཨ་འདུག་ཟེར་འོས་ཡོག་མར་བ་དེ་མ་གཏོགས་ཐབས་ཡོག་མ་རེད་ད་འོ་ན་པའི་མགོ་ནས་དེའི་བར་དུ་ཤ་ཁྲག་རུས་པ་པགས་པ་དང་སྐྱེས་པ་ཚང་མ་ཕ་ཞག་གཟུགས་ཀྱི་ཕུང་པོ་རེད་ཡ་དེ་ཕར་ཞོག་ད་ད་ཁ་དང་ཞེ་བདེ་སྡུག་བཏང་ཉུང་ཉུང་ཡ་གང་ག་ལ་འཚོལ་བའི་ཕུང་པོ་རེད་དེ་ཡ་ཕར་ཞོག་ཨ་ནི་པའི་གཅིག་གཟུགས་སྒྲ་དྲི་རོ་རྒྱ་ཧ་གོ་ཡག་གི་སེམས་དེ་ནི་བའི་སེམས་དང་མཚུངས་པར་ལྡན་པ་འདུ་ཤེས་དེ་འདི་དེ་རེད་བསམ་པའི་ཤེས་པ་དེ་འདུ་ཤེས་ཀྱི་ཕུང་པོ་བྷ་གཞག། སེམས་དེ་ནི་རྣམ་ཤེས་ཀྱི་ཕུང་པོ་རེད་བྷ་གཞག། ཕུང་པོ་ལྔ་བྷ་སའི་ཚ་གསུམ་རྟགས་གོ་སླ་གོ་བསྟན་རྒྱུ་ཡོད་གོ་ཡོད་མ་རེད། དེ་གནད་འགག་ཐིག་པོ་ཡག་པོ་བྱས་ན་ཕུང་པོ་ལྔ་བྷ་གཞག་ཚ་གསུམ་གོ་ཡོད་མ་རེད་ད་བརླག་འགྲོ་གི་རེད་ནང་དེ་དངོས་སུ་བརླག་འགྲོ་གི་རེད།
དེ་དུས་འགྲོ་རྒྱ་ལྟོགས་ཡོང་གི་རེད། དེ་ང་རང་ཚོའི་བས་ད་དབུང་པོ་རྟུལ་པོ། ང་དང་ང་ཞེས་བྱ་བ་གི་པའི་སྟོང་ཉིད་དགོངས་དང་གི་པའི་དྲག་ཤུལ་དབྱུག་གུ་ཤུལ་འདི་རེ་གཅིག་ཏུ་འདྲེས་ཀི་གཏན་ཚིགས་སེ་ཡ་ཅི། འདི་ལ་ཆོས་པ་ངེས་པའི་གནད་འགའ་ཆ་གནད་བཞི་ཚང་བའི་སྒོ་ན་བརྟག་དཔྱད་བྱེད་ཡ་དེ་པའི་བློ་ལ་འཆར་བདེ་པོ་ཡག་པོ་ཡོད་རེད། ཡང་རང་ངོས་ནས་མ་གྲུབ་དེ་ལྟོས་ནས་གྲུབ་པའི་ཕྱིར་རེད་ཟེར་བྱ་སྒྲུབ་བྱེད་དེ་ཟབ་པོ་ཡོད་ད་རིག་པ་ཨུ་ཚུགས་ཡོད་ན། ང་རང་བ་ཅང་ཧྲང་རང་བ་དེ་རེད་ཀྱི་རྩ་བ་ནས་སྲིད་ཀྱི་མ་རེད་མི་སྲིད་པ་ཡིན་ཏེ་ལྟོས་ནས་གྲུབ་པའི་ཕྱིར། དབང་པོ་ཕུང་པོ་ལ་ལྟོས་པའི་ཕྱིར་ཕུང་པོ་དང་ཕ་ཐུལ་ཚུལ་ཐུལ་ཡིན་པའི་ཕྱིར། ཕུང་པོ་མེད་ན་ང་བཏགས་ས་ཡོད་པ་མ་རེད་ང་མེད་ན་ང་ཡི་ཕུང་པོ་ཡོད་པ་མ་རེད་ཕ་སོགས་ལྟོས་ནས་བཏགས་དགོས་ཡིན་ཚ་ནས་མེད་པ་གཅིག་གིས་གཅིག་ལ་ལྟོས་པ་རེད་ལྟོས་པ་ཡིན་ན་རང་དབང་མེད་ཚ་རེད། དཔེར་ན་ཤིང་འདྲ་བོ་གཅིག་གིས་གསུངས་འདུག་ཅེས་ཡ། ཅི་འདའི་གཙུག་ཅི་འདའི་གཙུག་ཅི་འདའི་གཙུག་གསུངས་མགོ་བདེ་གཏུག་བཞག་ནས་བསྡད་བསྡད་ཀྱི་རེད། གསུངས་ཡོད་ས་གཅིག་གླེང་བཞག་ནི་གཉིས་པོ་དེ་རེད་ཡོང་གི་རེད་དེ་ཚ་གཉིས་པོ་དེ་འདི་ལས་བསྟན་བསྡད་པ་རེད། ཟེར་དེ two are dependent on the one། ད་ཕེ་ཁི་ལེ་འདིར་གླེང་ན་ཡང་ཁོ་རེད་འགྲོ་གི་རེད་ཕ་ཨའི་བསྟན་བསྡད་པ་རེད་ཚོ་ཨའི་བསྟན་པ་རེད། བྱས་ཙང་ཁོང་ཚོ་གསུངས་ལ་རང་དབང་ཡོད་མ་རེད་གཅིག་ཕ་བསྟན་ཚུལ་བསྟན་རེད་དེ་སྔ་ནང་བཞིན་ཕུང་པོ་མེད་ན་ང་ཡོད་མ་རེད་ང་མེད་ན་ཕུང་པོ་ཡོད་མ་རེད། གཅིག་ལས་ལྟོས་ནས་གཅིག་བརྟག་གཅིག་ལས་ལྟོས་ནས་གཅིག་གྲུབ་པ་ཡིན་ཙང་ལྟོས་ལྟོས་དགོ་བ་ཡིན་ཙང་རང་དབང་མེད་པ་ཐག་ཆོད་དེ་ནི་རང་ངོས་ནས་མེད་བསྡད་པ་རེད། དཔེར་ན་ང་ཚོ་འདས་འདས་ཆུ་ཆུ་ཁ་དེ་འདས་ན། འདི་ཆུ་རི་རེད་ས་ཆ་འདི་ཕ་གི་ཆུ་ཕ་རི་རེད། ད་ཟམ་པའི་སྒང་ལ་ཕ་ཆེན་ཕ་གི་ལངས་སུ་ད་ཕ་གི་ལྷས་སོང་ན་ཡང་ཕ་གི་ཆུ་རི་རེད་འདི་ཕ་རི་རེད་ཚ་རི་རེད། ཨ་ཕ་རི་ཆུ་རི་གཉིས་པོ་དེ་གཏན་གཏན་ནས་ལུས་ཀྱི་རྟག་པ་ཚང་རེད་མ་གཏོགས་ཡུལ་རང་ངོས་ནས་གྲུབ་པ་ཡིན་ན་ཨ་ཕི་ནས་ཚུར་བལྟ་ནས་འདི་ཆུ་རི་ཡིན་དགོས་ཀྱི་རེད་འདས་ལས་ནས་འདི་ཆུ་རི་ཡིན་དགོས་རེད་ག་པ་ཕྱི་ནས་ཆུ་རི་ཡིན་དགོས་ཀྱི་རེད། དེ་ག་ནང་བཞིན་དངོས་པོ་ཆེ་ཆུང་གཟུགས་སྐུ་ཆེ་ཆུང། ཡོ་བྱད་ཆེ་ཆུང་རྡོ་ཡི་གནས་ཆེ་ཆུང་སྣ་ཚོགས་ཅི་ཡོད་རེད། ཆེ་བ་དང་ཆུང་བའི་ཐ་སྙད་དེས་ལྟོས་ནས་གྲུབ་པ་རེད། ཆེན་པོ་གཅིག་ལ་ལྟོས་ནས་སྐྱེས་བུ་དེ་ལ་ཆུང་ཆུང་ཅེས་བ་རེད། ཁོ་ལས་ཆུང་བ་ཞིག་ལས་སོང་ནས་དེ་ཡང་ཁོ་ཆེན་པོ་རེད་གི་རེད། དེ་འདྲའི་སྤྱིར་ཐ་སྙད་དུ་བཏགས་པའི་ཚུལ་དེ་ཡག་པོ་ཞིག་ཤེས་ན་ཆོས་ཐམས་ཅད་གོ་ལ་ཁ་སྤོས་ཅན། རང་བཞིན་མེད་པ་ལ་ངེས་པ་ཡག་པོ་འདྲེན་གི་ཡོད་རེད་སྟོང་ཉིད་ཐོག་མར་དགོངས་དོན་དེ་འདྲ་ཡིན་པ་རེད། ད་ཡིན་ནས་སྟོང་པ་ཉིད་རྟོགས་ཡ་རེད་ལ་བསགས་སྦྱོང་ཡག་པོ་བྱེད། བླ་མའི་དཔེ་ལྷ་བླ་མའི་བྱེད་བླ་མ་ཡི་དམ་གྱི་བྱིན་རླབས་ཞུགས་པ་ཅུང་གོ་གི་ཡོད་རེད། ལྷ་བླ་མ་ཡིད་མ་དུས་ནས་གསོལ་བ་བཏབ་པ་ཇོན་རིང་ལ་ཤུགས་དྲག་པ་ཡོན་རིན་པོ་ཤུགས་ཆེན་པོ་བཅས་གསོལ་བ་བཏབ་གོ་གཅིག་བཅས་ཁ་སང་བཤད་ཚར་ཡིན་པ། བསགས་སྦྱོང་གི་གནད་སྨིན་པ་དང་གཉིས་བཅས་ཨ་ནི་སྨིན་རྣམ་ཅུང་བ་སའི་དཔེ་ཆ་ལས་ཡག་པོ་ལྟ་དོན་དག་ག་རེ་ཡིན་མ་དེ་བསམ་བློ་དང་དགོངས་པ་དེ་གསུངས་བཅས། གསུང་འགྲེལ་དུ་དཔྱད་ན་ནི་ལོ་བརྒྱ་མི་སྤྱི་བསམ་པའི་ནང་ཞིག་ལ་ལྟར་དེ་དཔྱད་ཡས་ཤག་ག་ཚིག་ཡང་ཞུ་ཚར་རེད་དེ་འདྲས་རེད་ད་ད་རིང་འདའི་སླད་དུ་དེ་འདྲས་བསམ་གཏོང་ལོང་ཡོད་མ་རེད། དཔེར་ན་ང་རང་ཚོ་སྤྱིར་ཕ་ཨ་འབྲུག་འགོ་འཕགས་ཀྱི་དོན་གསུང་དང་མགུ་དྲག་མི་ཁ་ཤས་ཀྱང་འདུག་ན་ངུ་ཞེན་དེ་བ་ཤ་སྟག་ཡིན་ན་ཡག་ཁོ་འདི་རེད་འདི་འདི་རེད་འདི་འདི་རེད་ལམ་སང་ངུ་ཞེན་གི་དང་དེ་ག་ནང་བཞིན་ཧེ་ནི་ཀུན་གྱི་འབྱུང་གནས་སུ་སྤྱོད་པའི་སྲིད་དུ་ལམ་སང་སེམས་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་འདི་རེད། ངག་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་འདི་རེད། རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་དང་ཡུལ་གྱི་གནས་ལུགས་མི་མཐུན་པ་མེད་པ་མཐུན་པ་ཡང་འདི་རེད། ལམ་སང་ལམ་སང་ཞིང་གི་རེ་བ་དེ་ག་ནང་བཞིན་པའི་སྟོང་ཉིད་དེ་ཁ་ཁ་དགོངས་བཞག་དགོངས་རེད་དགོངས་ན་ད་ལྟ་འདི་ག་ཏུ་ལབ་པའང་ད་ག་ཤེས་འདོད་ཀྱི་རེད། ད་ཤེས་ཧེ་རུ་ཀ་སེ་ཡ་ཐི་ཀའི་ཡི་གེ་བཞི་པོ་དེ་སྡོམ་འབྱུང་ལས་གསུངས་ཡག་གི་འདི་རེ་བ། ད་ད་ཚིགས་བཅད་བཞི་གི་དོན་དག་དེ་བྱས་ནས། ཤིང་གི་དོན་དག་དེ་དེ་འདྲ་ཡིན། སེམས་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་དེ་ཡིན། ས་རྒྱུ་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད། རུས་ཀྱི་དོན་དག་དེ། གང་ཟག་གི་བདག་མེད་པ་དེ་ཡིན་བསམ་པ་བྱེད། ད་ཆོས་དང་གང་ཟག་རང་བཞིན་བདག་མེད་པ་གཉིས་པོ་དེ། སྟོང་གཞི་ཁ་ཁ་རེད་མ་གཏོགས་བདག་མེད་ལུགས་འདྲ་འདྲ་རེད། དེ་འདྲ་གི་བདག་མེད་གཉིས་པོ་དེ་དང། ཨ་ནི། ཀ་ནི་དེ་ཁོ་ན་ཉིད་ཡུལ་ཅན་གཉིས་མི་མཐུན་པ་སོ་སོ་གཉིས་སུ་མི་འདས་པ་ཟེར་ཏེ་བདག་མེད་རྟོགས་པའི་ཡུལ་ཅན་བདེ་བ་ཆེན་ཡུལ་ཅན་གྱི་རྟོགས་ལུགས་དང་ཡུལ་ཁོ་རང་གི་འདོད་ལུགས་གཉིས་པོ་དེ་མཐུན་པོ་ཡོད་རེད། ཡུལ་ཁོ་རང་གི་འདོད་བློ་དེ་མེད་པ་ཅིག་བདག་མེད་རྟོགས་མཁན་གྱི་ཁ་ཁ་ཅིག་རྟོགས་རྒྱུ་ཡོད་མ་རེད། རྟོགས་མཁན་གྱི་རྟོགས་ཡ་དང་མ་འདྲ་ཚེ་ཁོ་རང་འདོད་སྟངས་ཁ་ཁ་ཅིག་ཡོད་མ་རེད། ཁོ་རང་ཕལ་གྱི་གནས་ལུགས་ག་འདྲའི་ཡིན་པ་དེ་ག་ནང་བཞིན་སེམས་ཐིག་གིས་རྟོགས་གི་ཡོད་རེད་ཡུལ་ཡུལ་ཅན་བདེ་བ་ཆེན་པོས་རྟོགས་གི་ཡོད་རེད་བྱས་ཙང་ཡུལ་གྱི་གནས་ཚུལ་དང་ཡུལ་ཅན་གྱི་རྟོགས་ལུགས་གཉིས་པོ་མཐུན་གྱི་ཡོད་རེད། ཁོ་གཉིས་མཐུན་པོ་བྱེད། ཐོན་པ་ལས་ལྷ་གཟིགས་ཀྱི་ཡུལ་ཅན་བདེ་བ་ཆེན་པོ་དང་ཡུལ་སྟོང་པ་ཉེ་གཉིས་ཆུ་ལ་ཆུ་བཞག་པ་བཞིན་དབྱེར་མེད་པ་སྟེ་བདེ་སྟོང་དབྱེར་མེད་ཅེས་པ་དེ་ཤེར་ཤེར་གྱི་དོན་རེད་ད། གཅིག་ནི་བཀག་གི་དོན་རེད་གཅིག་ནི་ཤེར་གྱི་དོན་རེད་ད། བཀག་གི་དོན་དེ་ལ། ཆོས་ཀྱི་ཡུལ་གྱི་གནས་ལུགས་དང་སེམས་ཀྱི་རྟོགས་ལུགས་གཉིས་པོ་བདེ་བ་ཆེན་པོའི་རྟོགས་ལུགས་གཉིས་པོ་མི་མཐུན་པ་མེད་པ་དེ་གཅིག་ད། ཤེར་གྱི་དོན་ལ་མི་མཐུན་པ་མེད་ལས་ལྷ་གཅིག་གིས་མཐུན་པ་ལས་ལྷ་གཅིག་གི་ངོ་བོ་དབྱེར་མེད་པ། སྟོང་པ་ཉིད་དང་བདེ་བ་ཆེན་པོ་ཡེ་ཤེས་དངོས་དབྱེར་མེད་པས་ཆུ་ལ་ཆུ་བཞག་པ་ལྟ་བུ་དབྱེར་མེད་དུ་སོང་བ་དེ་རེད་ད་དེ་ལས་སྟོང་དབྱེར་མེད་ཀྱི་དོན་དེ་རེད་ད་དེ་སང་ལ་སྟོང་བར་ད་ཡི་གེ་གཅིག་གི་དོན་ད་སྟོང་ཉིད་བསྒོམ་པ་རེད་ད། ད་ག་བ་འགྲོ་ནས་ད་ག་རེ་ཤེ་རེ་ཤེ་རེ་ཤེ་རེ་སེ་ཡག་གི་དཔེ་དོན་ད་དེ་སང་འདི་ད་ཡི་ཤེ་རེ་སེ་ཡག་དེ་དཔལ་སེ་ཡག་དེ་རེད། དཔལ་གྱི་དོན་རྟགས་དེ་ཀ་རའི་བདེ་སྟོང་གཉིས་ཚུལ་དཔལ་བའི་ཡེ་ཤེས་ལ་ཟེར། དཔལ་ལྡན་རྡོ་རྗེ་སེམས་དཔའ་དཔལ་ལྡན་སེ་ཡ་དཔལ་ལྡན་གང་ཡིན་པ་དཔལ་ལྡན་དཔལ་ལྡན་སེ་ཡ་དེ་བདེ་སྟོང་གཉིས་ཚུལ་དཔལ་བའི་ཡེ་ཤེས་རང་གི་ངོ་བོར་ལྡན་པ་ཡིན་པས་དཔལ་ལྡན་སེ་ཡ་ནི་ད་གསང་སྔགས་སྐབས་སུ་དེ་འགྲོ་དགོས་བ་རེད། བྱས་ཙང་རྩ་བ་དེ་འདི་ནས་གོ་ཡོང་གི་རེད་ད། ད་འདི་འདོན་པ་འདོན་དུས་དཔལ་ལྡན་གྱི་དོན་རྟགས་སུ་ཅག་གོ་དགོས་མ་རེད་དེ་ནས་དེ་དགོངས་དགོས་བ་རེད་ད་སྟོང་ཉིད་དགོངས་ཀྱི་ཡོད་རེད། ད་འདི་འདོན་པ་འདོན་དུས། དོན་དུ་དེ་མ་སྐྱེས་འགོག་གི་དགོངས་རྒྱུ་ནི་མཚོན་པའི་འོག་ཏུ་ཡོངས་གཅོད་གང་གཱ་ལོག་གི་བྱེད་པ་པོ་ཡི་རྩ་བ་དེ་སེམས་རེད། སེམས་དེ་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་ཡིན་པས་དེ་ཡིས་མཚོན་ནས་ཆུ་བྱེད། ཆུའི་བདག་མེད་པ། ད་ནི། གང་ཟག་གི་བདག་འཛིན་གྱིས་བསྐོས་པའི་བདག་དེ་ཡང་མེད་པ་ཡིན་ཙང་གང་ཟག་གི་བདག་མེད་པ། དེ་ལྟར་ན་ཆུ་དང་གང་ཟག་གི་བདག་མེད་པ་གཉིས་པོ་དེ་གི་གནས་ལུགས་དང། ད་ནི། ཡུལ་ཅན་བདེ་བ་ཆེན་པོའི་རྟོག་པའི་འཛིན་ལུགས་གཉིས་གཅིག་པ་ཡིན་པ།

དགུང་བརྒྱ་དགའ་བར་བ་ཁོ་ཚོ། ད་ཨོང་སོ་བ་ཤི་ད་སྭ་དམ་སོ་བ་ཤི་ད་སྭ་གཅིག་པ་རེད་འཇའ་དམ་ཤོ་ན་དང་འཇའ་དམ་པ་ཚོ་སོ་བ་ཨི་མ་ཀོ་སེ་ཡ་ད་གཅིག་པ་རེད་རང་གི་སེམས་ཀྱི་མཚོན་པའི་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པའི་སྟོང་པ་ཉིད་ཡིན་རང་གི་ཕུང་པོའི་མཚོན་པའི་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པའི་སྟོང་པ་ཡིན་དེ་ལ་བརྟགས་པའི་ང་ཡང། པས་ང་ཡང་རང་བཞིན་གྲུབ་པའི་སྟོང་པ་རེད་གང་ཟག་ཚང་མ་རང་བཞིན་གྲུབ་པའི་མདོར་ན་ཆོས་ཐམས་ཅད་རང་བཞིན་གྲུབ་པའི་སྟོང་པ་རེད་ས་སྟོང་ཉིད་དེ་བསམ་བློ་གཏོང། དེ་སྟོང་ཉིད་རྟོགས་པའི་བློ་དེ་ཡང་རང་གི་ཧེ་རུ་ཀ་གསལ་བདེ་བ་ཡིན་ཙང། ལུས་ཧེ་རུ་ཀ་གསལ་ཚར་ནས་མེད་པ་སེམས་ཧེ་རུ་ཀ་ཡིན་ཐུགས་ལ་གསལ་དགོས་བ་ཧ་ཅང་བྱང། ཧེ་རུ་ཀ་ཐུགས་དེ་རང་བཞིན་ཐུགས་བདེ་བ་ཆེན་པོའི་ཡུལ་དེ་ལ་དམིགས་པ་ཡིན་ཙང། ཐུགས་བདེ་བ་ཆེན་པོ་དང་ཡུལ་སྟོང་པ་ཉིད་དེ་ངོ་བོ་དབྱེར་མེད་དུ་གྱུར་སོང་བསམ་པ་བྱས་མདོར་བསྡུས་ན་དེ་ཡིན་འདྲི་བ་རེད། དོན་དག་གཅིག་ཡིན་ན། འདི་རེ་བ། ཧེ་ཀི། ཆོས་ཀྱི་བདག་མེད་རོའི་གང་ཟག་གི་བདག་མེད་དེ། གང་ཟག་གི་བདག་མེད་གཉིས་པོ་དེ། ཀ་ཀི། ཡུལ་དང་ཡུལ་ཅན་གཉིས་ཁོ་གཉིས་པའི་འཛིན་སྟངས་དང་གནས་སྟངས་གཉིས་པོ་དེ་མི་མཐུན་པ་མེད་པ་ཡུལ་ཅན་གྱི་འཛིན་ལུགས། ཡུལ་གྱི་གནས་ལུགས་གཉིས་པོ་དེ་ཆེས་མཐུན་དེ་ཡོད་པ་དེ་བཤད། མཐུན་པ་ཙམ་དུ་མ་ཟད་ཡུལ་ཅན་བདེ་བ་ཆེན་པོ་དང་ཡུལ་གཉིས་ཡུལ་སྟོང་པ་གཉིས་ནི་ངོ་བོ་གཅིག་ཡིན་པ་དེ་ཤེར་གྱི་དོན་བྱས་ཙང་ཡི་གེ་བཞི་གི་དོན་དེ་གཅིག་ལས་གཅིག་ཟབ་རེ་གཅིག་ལས་གཅིག་ཟབ་རེ་གཏོང་གི་ཡོད་རེད། ད་སྟོང་ཆང་གི་སྐབས་ལ་བསམ་བློ་བཏང་ཡང་དེ་རང་རེད། ད་སྐད་ཆ་མང་ཟེར་བྱས་སོང་ང་ཟེར་རོ་ཅིག། ད་འདུན་མ་འདུན་དུས་དྲན་འཛིན་པ་རྒྱུགས་མ་ཟིན་པ་བྱས་མིས་ངས་ནོན་འགྲོ་ས་རེད། ད་འདུས་དུས་འདུས་དུས་བྱེད་ཀྱི་ཡིན་ན། ཆོས་དང་གང་ཟག་གཉིས་པོ་དེ་སྟོང་གཞི་རེད་བ་ཆོས་དང་གང་ཟག་གིས་འདོད་པའི་ཆོས་ཐམས་ཅད་སྟོང་པ་ཉིད་ཡིན་བསམ་པ་བྱས། རང་གི་སེམས་བདེ་བ་ཆེན་པོ་བྱས། སྟོང་པ་ཅན་དུ་བདེ་བ་ཆེན་པོ་དབྱེར་མེད་དུ་གྱུར་སོང་བསམ་པ་བྱས་ནས། འོ་ད་དེ་ཧིར་ཀའི་ཐུགས། ཡིད་དག་པར་བྱེད་པ་དེ་རེད།
སྟོང་ཉིད་བསྒོམ་པར་དོན་དུ་ཡང་སྙིང། ད་སྟོང་པའི་ངང་ལས་ཟེར་སྟོང་པའི་ངང་ལས་རང་ཉིད་ཧེ་རུ་ཀ་ཞལ་གཅིག་ཕྱག་གཉིས་རྡོ་རྗེ་ཏི་ར་བུ་ཛི་བ། ཡོངས་དང་བཅས་པ་སྐུ་བཞི་ལམ་གྱི་གྱུར་སོང་ངོ་བསམ་པ་བཅས་ཡོངས་རྡོ་རྗེ་ཕག་མོ་སྐུ་མདོག་དམར་པོ་རང་སྐུ་མདོག་སྔོན་པོ་ཞལ་གཅིག་ཕྱག་གཉིས། རྡོར་དྲིལ་འཛིན་པའི་ཕན་ཚུན་ཆོད་དོ་སྐུ་དེ་འདྲ་གཅིག་ལ་གྱུར་སོང་ངོ་བསམ་པ་བཅས་སྟོང་པའི་ངང་ནས། དེའི་སྒང་ལ་སེམས་ཅན་ཐམས་ཅད་ཀྱི་སྟོང་ཉིད་མ་རྟོགས་པའི་རྐྱེན་གྱིས་འཁོར་བར་འཁྱམས་བསྡད་པ་རེ་གཉིས་རེ་གྱིས། ད་ངན། པས་སེམས་ཅན་རྣམས་སྟོང་ཉིད་རྟོགས་པར་བྱས་ནས་འཁོར་བ་ལས་སྒྲོལ་དགོས་ཀྱི་རེད་བསམ་པའི་སྙིང་རྗེ་ཡག་པོ་གཅིག་དགོངས་ནས། སྙིང་རྗེ་དེའི་ངང་ནས་ཤེས་ཧེ་རུ་ཀའོ་ཧཱུྃ་ཚ་གསུང་ལག་ནས་བཀུག་ལ་ང་རྒྱལ་བཟུང་བ་རེ་ཤི་རུ་ཀ་ཧེ་རུ་ཀ་དངོས་ཡིན་བསམ་པའི་ང་རྒྱལ་བཟུང་བ་རེ་དེ་ལུས་དག་པར་བྱས་པ་དག་པ་གསུང་གི་ནང་ལུས་དག་པར་བྱས་པ་རེ།

and དབྱངས་གསལ་གྱི་ངག་འཕྲིན་རེད། འོ་དེ་བྱས་ནས་སྐད་ཅིག་གི་ངག་འཕྲིན་གསལ་བཏབ་ནས་ཨ་ནི་ངག་འཕྲིན་ཁ་ནས་ལབ་དགོས་རེད་ཨུ་མ་ཨ་ཨ་ཡེ་ཡེ་ཨོ་རི་རི་ལི་ལི་ཡེ་ཨོ་ཨང་ཨ་ཀ་ཀ་ག་ག་ང་ཙ་ཙ་ཙོ་ན་ཡ་ཏྲ་ཏྲི་ཏཱ་ཏཱ་དཱ་ན་བ་བ་ཡ་ར་ལ་བ་ཤ་ཀ་ས་ཁྱ་ཧུང་ཧུང་བྷེ་ཨེས་བྱ་མགོ་ཨོང་དང་ཐ་ལ་ཧུང་ཧུང་བྷེ་ཡོད་མ་གཏོགས་དབྱངས་བཅུ་དྲུག་གསལ་བྱེད་བཞི་བཅུ་དེ་རེད། so that གསལ་བྱེད point སོ་གཉིས།
འོ་དེ་འདོན་པ་དང་འདྲ་འདྲ་ལ་ཡང་དང་པོ་འདོན་པའི་སྐོར་དུས་ངག་འཕྲིན་དེ་ལས་ཁོ། སྐུ་ཡི་འཁོར་ལོའི་ལྷ་བྱས་ནས་འདི་གར་དར་ལྷ་སྐུ་མདོག་དཀར་པོ་བའི་ཁ་བ་སྤོས་པ་སྣང་ཞིང་སྣ་ཁུག་གཡས་པ་མཐོན་དཀར་ཆུར་བཅས་ནས་འཕགས་སེང་ཆེན་ཐམས་ཅད་ཀྱི་ལ་བསྣོལ་བའི་མདུན་གྱི་རྒྱང་ཡར་བཞུགས། སྔགས་ཕྲེང་དཀར་པོ་དེ་ལ་ཐིམ། ཡང་ཨ་ཡེ་འོ་གཅིག་འདོན་ཡོང་དུས་ལྷ་སྐུ་མདོག་དམར་པོ་སྣ་ཁུག་གཡས་པ་མཐོན་ཡང་སེང་ཆེན་གྱི་མདུན་གྱི་ན་སྤྲད།

དེ་ལ་ན་བཞིན་སྣོད་བཅུད་ཐམས་ཅད་པའི། ཐ་ན་པའི། འདི་རེ་བ། སྣོད་བཅུད་ཐམས་ཅད་ཀྱི་འཁོར་ལོ་ཟླུམ་པའི་རང་བཞིན་དུ་གྱུར། སླར་ཚུར་མདུན་ནས་སྣ་སྒོ་གཡོན་པ་ནས་ཐིམ་ནས་རང་ལ་ཞུགས་པས་ནི། བྱིན་གྱིས་བརླབས་པའི་སྨིན་པ་བསྐྱེད། སྣོད་ཀྱི་ཉེས་སྐྱོན་ཐམས་ཅད་སྦྱངས་ནས་ས་དང་རྡོ་དང་རི་དང་བྲག་དང་ཤིང་དང་ནམ་སེལ་ཚང་མང་གི་ཨཱ་ལི་ཀཱ་ལི་སྒྲ་རང་རང་འུར་འུར་སྒྲོག་པའི་སྨིན་པ་བསྐྱེད་དགོས་རེད། ད་དེ་ད་པ་གསུང་གི་རྣལ་འབྱོར་དེ་རེད། བདག་ཅེས་བསྡུས་པ་རེད། བདེ་མཆོག་ལ་མ་གཏོགས་གཞན་པ་ལ་ཡོད་མ་རེད། ད་དེ་ཐོག་ལ་རིག་ཆེན་སྣང་བཞི་སྔགས་འདོན་ན། བདག་ཅེས་གོས་ཆོད་འགྲོ་རེད། གོས་ཆོད་པ་རེད་དེ་གོས་ཆོད་པ་རེད་དེ་ཡིན་ནའི། ང་རང་ཚོ། བསམ་བློ་གཏོང་རྒྱུ་མེད་པའི་ཐོག་ལ་འདོན་པ་ཁོ་བས་གང་ལེགས་ལྷག་ལྷག་གང་བསྡུས་བསྡུས་ཀྱིས་བྱས། བདག་ཅེས་བགྱིས་པའི་ཚིག་དེ་ཚོ་རྒྱ་རུ་མི་ཆུག་གསུངས། བརྗོད་དེ་ཡི་དགོངས་པ་རྨ་མེད་པ་ཁོ་ར་སུ་བཞག་ཡོད་རེད། མི་དགོངས་དགོངས་དགོངས་མ་དགོངས་དགོངས་མ་ཤེས་ནའི། དད་པ་ཡག་པོ་བོ་ཅི་བླ་མ་དང་ཡི་དམ་དབྱེར་མེད་ཀྱི་དད་པ་བྱས་ནས་འདོན་པ་རྒྱས་པ་སྟོན་ཐུབ་ནས་བྱིན་རླབས་འཇུག་སྟངས་དེ་གཞན་དང་མི་འདྲ་བ་ཅིག་ཡོད་རེད། ཨ་ནི་སྤྱི་རིང་དགོས་མཁན་ཚོ་ཡིན་ནའི་བདག་ཅག་རྒྱས་པ་ངེས་པར་དུ་སྟོན་དགོས་གསུངས་བ་རེད། དེ་དགོས་ཡ་དེ་ས་དེ་ནས་མ་ད་འདུས་ཚོགས་བསགས་ཚར་ནས་ཅིག་ལམ་ཁྱེར་གསུངས་ནས་མཚོན་པའི་རིམ་པས་བཞིན་དུ་མ་སྐྱེས་བཞག་པ་དུས་སུ་ད་འདུས་དགོངས་བསྡུས་ཙམ་ན་གངྒཱ་ལོ་དགོངས་འོག་ཡིན་ཙང་བདག་ཅག་རྒྱས་པ་རང་གི་ཐོག་ནས་དགོངས་འོག་རེད་ཅེ་རིང་སྟོན་ན་ཅེ་རིང་དགོངས་ན། ལྷ་རང་ལྷ་ལ་ཡ་བསྐྱེད་ནས་པའི་བདག་བསྐྱེད་གོ་ཆོད་པ་བྱས་ནས་སུ་ནང་ས་ཡ་ཡིན་ན་དག་པ་གསུང་གི་རྣལ་འབྱོར་སྐད་འགྲིག་གི་ཡོད་རེད་ཆོ་ག་གསུང་གི་སྒོ་ནས་བསྐྱེད་ཆོ་ག་གསུང་འདྲ་པོ་རེད་དག་དག་པ་གསུང་གི་སྒོ་ནས། ལུས་དག་པ་ངག་དག་པ་ཡིད་དག་པ་གསུང་གི་སྒོ་ནས། ལྷ་ལ་བསྐྱེད་པ་ཡིན་ཙང་དེ་གང་ལ་རིག་བྱེད་སྣང་བྱེད་སྔགས་འདོན་ན་ཕན་པ་ཆེན་པོ་ཞེ་དྲག་ཡོད་རེད། དག་ལས་དག་པ་གསུང་དེ་འདྲའི་འགྲིག། རི་ཆེན་སྣང་བཞི་ཁང་ནས་རྒྱུ་མ་ལས་འོངས་ལ་དེར་བཤད་མོ་བཀོད་བྱས་སོ། ས་སྟེང་ནང་ནི་རི་ཆེན་བཞི་ཕྲེང་བའི་ཁང་ནི་དམ་པ་ཡིན། རི་ཆེན་སྔགས་བཞི་སྣང་ལ་ཡབ་ཡུམ་གཉིས་ཀྱི་རྩ་སྔགས་གཉིས་སྙིང་པོ་གཉིས་ཉེ་སྙིང་གཉིས་གོ་ཆ་དང་བཞི་རེད། ད་ཅི་བྱེད་བྱིན་གྱིས་རློབ་པའི་ལྷ་མདུན་ཐུག་ན་ཡག་པོ་ཡོད་ཡིན་མོ་འདྲ་འདུག་མདུན་ཕྱོགས་དགུ་ཡོད་རེད། ཅི་བྱེད་བྱིན་ལ་ལྷ་བཅུ་བདུན་ཡོད་རེད། དེ་འདོད་གི་ཡིན་ན་ལོ་ཡི་པའི་བརྡ་བྱེད་མཚོ་ལེན་དགོས་རེད། རང་གི་དཔྲལ་བའི་གཡས་སུ་འབྲུ་འོང་དཀར་པོ་ཡོངས་སུ་སྤྱོད་པ་ལས་ནང་ནང་དཀར་པོ་གཡས་འཁོར་ལོ་བྱ་ཞིང་ཡང་རུས་པ་དང་བཅས་པའི་དྲིལ་བུ་ཐུགས་ཀར་མཛེས་པར་བྱས་དྲིལ་བུ་ཆེ་གེ་ལྷ་བཅུ་དོན་དོན་བཅུ་ཡོད་རེད། དེ་འདོན་གྱི་ཡིན་ན། སྤྱི་ཆས་བཅུ་གཉིས། ཨ་ནི། ཁམས་བཞི། རེད་པ། ས་ཆུ་མེ་རླུང་བཅས་ནི་བཞི་བཅས། བཅུ་དྲུག་བཅས། ཨ་ནི་གཙོ་བོ་བཅས། པས། བྱིན་རླབས་བྱས་ལྷ་བཅུ་དོན་ཡོད་ཡིན་ཙང་ཅི་བྱས་བྱིན་གྱིས་བརླབས་ནི་པས། དེ་གཅིག་གིས་ནི་མིག་གི་གཟུགས་ལ་ལྟ་བ་ཚིམ་བྱེད་ལས་ཡོད་པས་སུན་སྣང་སོགས་ཡང། རྣ་བའི་སྒྲ་ཐོས་པ་ཡང་སུན་སྣང་གི་རྐྱེན་ལ་འགྲོ་ཡག་འགྲོ་ཕན་ཡོན་ཆེན་པོ་ཞུ་བའི་གསུང་གི་ཡོད་རེད་ད་ཡིན་ན་ཨ་ལི་བདག་ཅེས་བྱ་བ་ནོན་མ་ཐུབ་པར་ཅི་བྱས་བཅུ་དོན་གྱི་ལྷ་ཕ་ཚད་ཚོས་གཡུག་ཞོར་གནས་སྐོར་བྱེད་ལ།